དེ་ནས་དང། ད་འདི་ནས་བརྡ་ལས་བཞག་ན་ད་འདི་ན་མང་ང་ཟིག་ཡོད་ནོ་འདིར་བཀའ་ཚང་མ་མིར་དགོས་ནས་ཀྱི་རེད་ད། ངས་འདི་བསྟོད་པ་འདོད་དོ་དེ་ཕྱི་ཕྱི་རེ་བཞིན་ན། འདི་ནས་འདི་ཤེས་དཔེ་འཇོག་རྒྱུ་ན་འདི། གཉེན་འདུན་མོ་རང་ང་ཟིག་རེད་མོ་འདི་རེད། འདི། དེ་འབུ་ཟིག་ཨ་ར་ང་ཟིག་རེད་ལ། འོ་ད་ང་འདིའི་ནང་གི་ཕྱི་ཟིག་དགོས་དོ་ཀི་ཟིག་ན་ང་འདིའི་ཨ་ར་མ་ཟིག་ནས་འགྲོ་འདི་ཧ་ར་འཇོག་གི་ནོ་ཀ་དགོས་དོ་ཀི། དེ་ནས་ང་འདི་འདི་ནས། ད། ལུག་ཏུ་བཀོད་ནས་ན་འདི་སྐེ་རིང་བོ་ཅང་པོ་འདི་དགོ་དོ་ཀི། དེ་ནས་བཏང་ན་ད་ངས་འདི་ཆུ་ཟིག་གིས་དགོ་གི་ཟིག་བཏང་ན་འདི་འགྱོ་བ་ངས་འཐུ་རྒྱུ་རེད་ཡ། ད་ཆུ་ཤེལ་འཐུ་དགོ་གི་ཟིག་བཏང་ན། འདི་ཤེལ་བཟུང་གི་ད་ཞིག་གི་ཟེ་རོ་ཀ་འདི་ཤེལ་བཟུང་གི་ད་ཞིག་གི་ཁུར་དགའ་མ་ར་འགྱོ་གི་ཞིག་གི། གཅིག། གཉིས། གསུམ། བཞི། ལྔ། འོ་འདི་ཤེས་སི་ར། སྤར་ཆའི་ནང་ལྟེ་ནི་ར་ཏི་ནས་ད་མཚམས་མེད་དུ་འགོག་གི། ད་མཚམས་མེད་འདི་ལ་བཀག་ཅིང་ནན་བཏང་ཟིག་ཨ། ནན་བཏང་ན་ད་ཞབས་ན་འདི་རེད་འདི་ན་ཡི་གེ་ཟི་ག་ཆ་ཟི་ཁར་འདོག་ནོ་འདི། འདི་ལ་བཀའ་མ་ནན་ན་ཡི་གེ་འདི་ཆོ་ཁར་ནི་མ་རིག་གོ། དཔེ་འཇོག་རྒྱུ་ན་ཨ་ཆུ་འདི། གཉན་འདི་ལ་བཀའ་མ་ནན་ན་རང། ས་ཆ་སྟོང་བ་ཟི་ག་ཅིག་ནན་བཏང་ན་ག་རེ་གཅིག་ཅིག་ཡི་ཞབས་ན་ཡི་གེ་ཁར་གྱི་མེད་ཀ། ད་འདི། ལ། བརྙན་འདི་ལ་ཀ་ཅིག་ནན་བཏགས་ན་ཞབས་ན་ཡི་གེ་ཤར་གོ། ཞབས་ཀྱི་ཡི་གེ་ཀ་ཆུ་ནང་ན་འདིར། ཤེས་རྒྱུད་ཆེན་པོ་ཀ་ཡོད་ཁ། ཤེས་རྒྱུད་ཆེན་པོ་འདི། ཤར་ཀི་ཞིག་བཏགས་ན་དེ་ནས་སླད་ན་ཡི་གེ་གསུམ་ཤར་གོ་ཀ། ཡི་གེ་གསུམ་ཤར་གོ་ནོ་ཀ་ཆུ་ནང་ནས་ད་འདིར་ཡ། ད་འདི་ཡི་གེ་སྟོང་བོ་མོ་འདི་སྣང་གོ་དང་འདིར་ཡ་ཀ། ག་ནན་བཏང་ན་ད་འདི་ད་འདི་སྟབས་མགྱོགས་ནི་རེད་ཡ་འདི་རེད་ད་འདི་སྟབས་ཐང་ཟིག་ཨ། ད་ང་འདིར་ག་དགོ་དགོ་ནི་མ་རེད་གོ། ང་འདི་དགོ་དོ་ནི་རེད་ཟེར་རོ་ནང་འདེམས་མགྱོགས་ནི་ག་དགོ་དོ་ནི་རེད། ད་ང་འདི་ནས་བཟུང་ད་དགོ་ནི་མ་རེད། ད་མར་དགོས་ན་ཆི་ཟིག་གིས་དགོ་གི་ཟིག་ན་ད་ང། ཡང་དེའི་རྫ་ནས་དགོ་རྒྱུ་གང་རེད་ཟེར་ན་འདི་རེད་ད་འདི་ན་ར་མ་ཟིག་ཧ་ར་མགྱོགས་གི་ནི་ག་དགོ་དོ་ནི་རེད། དེ་བཏང་ན་ད་ངས་འདི་ནས། ར་མ་འདི་སི་ར་མ་ཡོང་གོང་འདི་ནས། མདོ་མོ་གཟིགས་ནས་ངའི་མགོ་རྩོམ་གྱིར། མགོ་རྩོམ་གྱི་ཡིན་ན་ད་འདི། ད་འདི། གོང་གི་འདི་མི་རྒོལ་གི་ད་འདིའི་ཐུགས་ཀ་རོ་འཐེན་ཞོག་ནོ་འདིའི། ཐུགས་ཀ་རོ་འཐེན་ཞོག་ག་འདི་སྐྱིད་སྐྱིད་དག་དག་གོ་ན་ཐུགས་ཀ་རོ་འཐེན་ཞོག་ནོ། གང་གི་ཡན་ཆད་མི་རྒོལ་གི་ད་གང་གི་མན་ཆད་གི་ར་མ་ནག་པོ་བཀག་དགོས་གི། དེ་ལྟ་ན་ཡང་འདི་ངས་གཏུབ་གྱིར། ཡང་ངས་འདི་ནས་ཡི་གེ་དང་བོ་མོ་གཅམ་པོ་འདི་ཨེ་སི་གཅམ་པོ་བྲིས་ཞོག་ནོ་ག་ཡི་གེ་དང་བོ་མོ་ཨེ་སི་ཡིན་ནི་གཅམ་པོ། དཀའ་ན་སྟངས་འདི་ད་སོ་སྟབས་འཇོག་ནི་རེད་ཡ། དེ་སྟངས་འདི་ད་སོ་ད་ང་འདི་འདི་དགོ་ནི་མ་རེད་མོ་ད་ང་འདི་བར་གི་འདི་དགོ་ནི་མ་རེད། སྲོག་ཆགས་སྐེ་རིང་བོ་འདི་དགོ་དོ་གི། ད་དཔའ་འདི་ཅམ་པོ་འདི་མི་དགོ་གི། འདི་སྐྱིད་གི་འདི་ན་སེར་ཐུག་ཞབས་ཕྱོགས་ནོ་ཞབས་འབོ་ཀ་འདི་མི་དགོ་གི། ད་འདི་མ་དགོ་ན་ཆུ་ཟིག་གི་སྣོག་དགོ་གི་ཟིག་བཏང་ན། ད་འདི་རེད་ལོག་པ་གཡས་ཕྱོགས་གི་ཞབས་ན་འདི་ན་གད་སྙིགས་གི་སྣོད་ཡོད་ནི་ཅམ་པོ་འདི་ལ་ག་ཅིག་ན་སྟངས་འདི་ད་སོ་ད་མེད་ནས་འཇོག་འོ་དེ་རེད། དེ་ནས། ད་ཆི་ཟིག་རེད་ད། ད། སྲོག་ཆགས་སྐྱེ་རིང་ལྕམ་པོ་འདི། གཏན་ནས་ཚར་ནི་ར། ར་མ་ཧ་ར་འཇོག་གི་ནོ་ག་སྟོན་གྱི་རེད། ཨོ་ག་མོ་ཟིག་རེད་ད། ཁིར་གི་ལྟབ་སྟང་དུ་མི་ཟིག་རེད། དེ་ནས་ད། དེའི་རྫ་ཐ་ར་ང་ཆི་ཟིག་སྟོན་གོ་ཟིག་ན་ད། ར་མ་ར་བཞི་ལྕམ་པོ་ར་ཆོ་བཞི་ཡོག་གི་སྲོག་ཆགས་ཡམ་ཆི་ཟིག་རེད། ར་མ་འདི་ར་ཆོ་བཞི་ཡོག་གི། ར་ཆོ་བཞི་ལྕམ་པོ་འདི་སྟོན་གྱི་རེད། ད་འདིའི་ནང་ནས་འདི་མོ་མ་ཟིག་ཡོག་གི་ར་འདིར་གོ་ཚང་མ་ང་མིར་གོ་གི་ད་ར་མ་བཞི་ལྕམ་པོ་འདི་ཁིར་བོ་ཏན་ཏང་ཆོག་གི། དེ་ལྟ་ན་ངས་འདི་ནས་སྨྲ་ར་རྩིས་ད་བཞག་གི། ཨོ་ག་ནས་སྨྲ་ར་ཡིན་གི་གོམ་པ་སྤོ་གི་ཞིག་དེ་ནས་ད་སྙན་གི་ནང་ཅིག་བལྟ་གི་ཞིག། ཨོ་འདི་མོ་ཟིན་ནས་ད་སྟབས་ཐོང་གོ་གི། ད་ང་མགོ་སྨྲ་ར་དགུར་འདོན་ནོ་ག་ང་དགོ་ནི་མ་རེད་དེ་ལྟ་ན་མགོ། མགོ་སྨྲ་ར་དགུར་འདོན་ནོ་ག་ང་དགོ་ནི་མ་རེད་ད་འདི་ནས་སྨྲ་ར་མགོ་སྨྲ་ར་དགུར་ལ་ཡོད་དུས་ད་སོ་ག་དགུར་སྐོ་ག།

ད་སྔ་ཆུ་མུ་ཟི་དགོ་ནས་ན་དུ་ལྟ་གྱི་རིག་གོ། ཨོ། འདི་ནས་མ་ར་འཁོར་ཡོང་བའི་ག་ནི། རྩ་ཁྱེར་ཡོང་དགོས་ཀ་རྩ་ཁྱེར་ཡོང་བདག་ཅག་གང་གི་ནང་ལུག་དང་ག། ཨོ་ཀ་ཁས་ཅག་ཅག་ཟིག་ཡིན་འཇོག་ག། ཨོ། ག་ཟིག་དང་ད་འདི་ཡང་ཆི་ད་སྔ་མིར་དགོག་འགྲིག་འདུག་ག་རྐང་བ་སྤོ་དགོས་ནོ་ག་ར་ཡོད་ན་ཆོག་གི། འོ་འདི་ཤེས་དགོས་གི་ད་ཅག་ད་རང་ག། གང་ནས་དགོ་གི་གང་ནས་མིར་དགོ་གི་གང་ནས་མགོ་འཛུགས་དགོ་གི་གང་ནས་འཇིགས་སྡོམ་དགོ་གི་དི་ཞིག་དགོ་དང་ནི་རེད་ཡ། ད་དཔོན་ཅོག་གྱི་ནི་ང་འདིའི་ནང་གི། རྐང་བ་གི་མ་ར་ཅག་ཅག་ཡི་ཚར་ན་ར་མ་ར་བབ་གཏོང་གི་མོ། བབ་ན་ར་ནང་ཡ་ར་བུ་རྒྱོ་ག། འདི་ནས་ད་ངས་ཚ་མེད་གཏོང་གི་ད་ངས་བཅད་འཇོག་གི། ད་སྤྱོད་དགོས་ན་ཡང་སྤྱིར་གཉན་གི་ལ་ཀ་ཅིག་ནན་དང་ངས་དི་ནས་ཨེ་སི་ཆང་པོ་ག་གི་ནན་དང་ད་སོ་ད། ད་འདིར་བཀའ། ད་དགོ་ནི་མ་ར་ད་གཅིག་ག་ར་དགོ་ནི་མ་ག་གཉིས་ནང་ཡིག་དང་འདིའི་ད་སོ་ད་འགྲིག་དོ་ནི།